དོ། རིང་ནས་དེ་དྲ་རྒྱ་བརྒྱུད་རྗེས་སྙན་གསེང་ཞུ་ཡག་ལ་ཡག་དེ་དེ་ཡིན། ད་ལྟ་རྡ་རམ་ས་ལ་ལ་ཡག་དེ་ཕྱི་གུས་གནང་པའི་གཞི་རིམ་མི་མང་རེ་འབོད་ཚོགས་པ་གི་ཚོགས་གཙོ་རྒྱུན་ལས། རྣམ་པ་ལྷན་སྐྱེས་དང་ད་ག་ན་ཞིག་སྐྱེས་པའི། ཨ་ནུ་ཚོགས་ཀྱིས་ཁ་ནས་ཕེབས་པའི། ཅིག་ད་ཐུན་མི་དང་ད་ག་ན་ཞིག་སྐྱེས་པ་ཅིག་གི། ཚོགས་གཙོ་ལ་སོགས་པའི་ད་མང་པོ་ཅིག་ཐུགས་ཚེ་ཆ་དེ་རེད་ཆུ་རྒྱུན་ན་ཡོག་རེད་དེའི་མཉམ་དུ་ལ་ཡག་དེ། གོ་ཡག་ལ་ཡག་དེ་ཕྱི་རྒྱལ་ཁ་ནས་ད་དེ་འདྲའི་མི་དང་ཨ་ནི་རྒྱ་གར་ལ་སོགས་པ་དེ་འདྲའི་མི་མང་པོ་ཅིག་ཕེབས་ཤག་ཟེར་དེ་འདྲའི་ཅིག་གོ་གི་འདུག་དེ་འདྲ་སོང་ཡིན་ཙང་ཨ་ནི་ཚང་མ་བློ་ལ་ཡག་སྟེ། གུས་འདུད་དང་ཨ་ནི་རྒྱབ་སྐྱོར་ཡོད། དེ་འཚམས་འདྲི་ཞུ་གི་ཡོད་ཟེར་བཞིན་འདི་ཞུ་ཡ་ཡིན། ཨ་ནི་ངས་ཞུ་དོན་དེ་ག་རེ་རེད་ཟེར་བཞིན་ཞུས་པ་ཡིན་ན་དང་པོ་དྷི་ལི་ཡ། ད་ཐོག་མར་དྷི་ལི་ཡ། ཁ་སང་སྤྱི་ཟླ་བརྒྱད་པའི་ནང་ལ་ཡག་སྟེ་ཨ་ནི། རྡ་རམ་ས་ལའི་སྤྱི་འཐུས་ཀྱི་ཚོགས་གཙོ་གི་མཚན་ཐོག་ལ་ཡག་སྟེ་ཨ་ནི། མི་ལྔ་ལས་གྲུབ་པའི་ཨེ་ནི་ཅི། བཅའ་ཁྲིམས་བསྐྱར་བཅོས་ཟིན་བྲིས་ཀྱི་ཚོགས་ཆུང་ཅིག་ཨེ་ནི་བཙུགས་ཀྱི་ཡོད། ཨ་དེ་འདྲས་སོང་ཡིན་ཙང་ཨེ་ནི་དེ་ལ་ཡག་དེ་ཨེ་ནི། ཚོགས་པ་དང་མི་སྒེར་སུ་ཐད་ནས་ཨེ་ནི། ཁྲིམས་སྒྲིག་དང་འབྲེལ་རེད་ཨེ་ནི་དགོངས་འཆར་ཡོད་ན། ཨ་ནི་ཉིས་སྟོང་ཉི་ཤུ་ཚོགས་གསུམ་སྤྱི་ཟླ་དགུ་པའི་ཚེས་པ་གཉིས་གོང་ཚུལ་ལ་ཡག་ཨེ་ནི། ཚོགས་དྲུང་ཡིག་ཚང་བརྒྱུད་བཅས་ཨེ་ནི་དེ་གས་ཀྱེ་དེ་བར་བསམ་ཚུལ་ག་རེ་ཡོད་པ་དེ་གས་ཀྱེ་དེ། ཞུམ་བུའི་སྣང་ཁུག་ཡོད་ཅེས་འདི་འདྲའི། གསལ་བསྒྲགས་ཞིག་གནང་སོང། ཨ། དེ་འདྲའི་སོང་བ་ཡིན་ཙང་ཨ་ནི་དེ་ལ་གཞི་ལ་བཞག་ནས་ཨ་ནི་ང་ཚོ་གི་ས་གནས་ག་ས་ཁ་ནས་ད་ཚང་མ་ལོག་གི་ད་རེས། དངོས་གནས་དྲན་ན་སྔོན་མ་ནང་བཞིན་ཆས་ཆས། ཨ། ག་ས་བ་རེད་ད། ཨ་ཡིན་རྒྱ་མ་རེད་ཟེར་ཆས་ད་གོ། ག་སོགས་རེད་དེ་སྐྱོན་ཡག་གི་དོན་དག་ལ་ཡིན་འགྱམ་རེད་ཤེས་བྱས་དང་མ་ཡིན་པ་ཤེས་བྱས་དག་གོ་སྐྱོན་ཡག་གི་དོན་དག་ལ་ཨེ་ཕལ་ཆེ་ད་ད་རིང་ཚོགས་ཆུང་དུ་ཚོགས་པ་ཡིན་མི་འདྲ་བྱས་ཙང་དེ་ཡིན་དུས་ཙང་དེ་ལ་ང་ཚོ་ད་རེ་གལ་ཆེན་པོ་འདུག་ཤེས་བྱས་ཨེ་ནི་ང་ཚོ་ས་གནས་མང་པོ་ཅིག་དཔེར་ན་བལ་ཡུལ་ལྟ་བུ་ལ་ཡིན་ན་ས་གནས་མང་པོ་ཡོད་རེད་ག་ས་ག་ནས་ཨེ་ནི་བྲེལ་ཟིང་ཆེན་པོའི་ཐོག་ནས་ཨེ་ནི་སོ་སོའི་བསམ་ཚུལ་གང་ཡོད་པ་དེ་གས་བཅད་དེ་བཅའ་རིམ་བསྐྱར་དུས་ཟིན་དུས་ཚོགས་ཆུང་ལ་ཡག་བསྡད་ཨེ་ནི་འོ་ད།

ཉི་ཤུ་པའི་ཉིན་མོ་སྟེ། ཨེ་འདུག་ཐོབ་རྒྱག་འགལ་རྒྱག་ལ་ཡག་དེ་ད་ཆོས་ལུགས་སྤྱི་འཐུས། ད་ལྟའི་དགེ་བཤེས། ད་ལྟའི་དེ་ག་ས་རེད་མིན་ཁོང་ཚོ། སྨོན་ལམ་མཐར་ཕྱིན་ལགས་ཨེ་ནི་ག་རེ་བཀའ་གནང་ཟེར་ཆོག་གསུངས་པ་ཡིན་ན་ན་ཨ་ནི། པོ་རུ་གཅིག་ལ་ཡག་དེ་དེ་ག་ས་རེད་པ་ནི་ད་གདུང་སེམས་མཉམ་སྐྱེད་དང་འབྲེལ་ཨེ་ནི་དགོངས་འཇགས་པོ་རུ་གཅིག་ལ་ཡག་དེ་ཨེ་ནི་ཐོབ་རྒྱག་འགལ་རྒྱག་ལ་ཡག་ཨ་ནི། ད་ལྟའི་ཨེ་ནི་རྩ་ཁྲིམས་བསྐྱར་བཅོས་ཟིན་བྲིས་ཚོགས་ཆུང་གི་ཨེ་ནི་སྙན་ཐོ་དེས་ཨེ་ད་རེས་འདས་ཡོང་མ་རེད་ག་རེ་ཟེར་ན། སྤྱི་ཟླ་ལྔ་པའི་ནང་ལ་ཨ་ནེ། ཨ། ག་ཚོགས་རེད་བས་དེ་ཐོན་ཡག་རེད་ཉིས་སྟོང་ཉི་ས་བཞི་སྤྱི་ཟླ་ལྔ་པའི་ནང་ལ་ཐོན་ཡག་རེད་མ་གཏོགས་སྤྱི་ཟླ་ཡོང་མ་རེད་ཞེས་ཞེས་དེ་འདྲའི་བཀའ་གནང་སོང། ཨ་དེ་ནི་བོད་དུ་ཧོན་རུལ་ཐོགས་སོང་ང་ནི་དོ་ཁོག་པ་ཙམ་མོ་དེ་ག་འདྲས་ཡིན་ནམ་བསམ་བྱས། ཨ་ནི་གཉེན་རྟོག་དེ་མེད་ན་ཨ་ནི་ད་ང་ཚོ་གི་བསམ་ཚུལ་ཕུད་པ་དེ་ག་རྒྱལ་དེ་ག་མགོ་ལོག་ནག་གསུབ་འགྲོ་དགོས་རེད་པས་ཨ་ནི་དེ་ལ་ཡག་དེ་ལན་སོས་རྒྱག་གི་རེད་པས་ཨ་ནི་དེ་དྲི་བ་ཅིག་རང་བཞིན་གི་འཁོར་བ་སོང་ཨ་ནི་དེ་ད་ཆོག་སོང་པས་ཅིག་དཔེ་ཆ་ཞིག་ན་ན་ད་ང་ཚོ་གཞི་རིམ་མི་མང་རིལ་བོའི་ཚོགས་པ་གི་ཨ་ནི་རྒྱུན་ལས་རྣམ་པ་ཚོ་གི་ཐུགས་གསལ་བསྒྲགས་གནང་ཡག་གི་ནང་ལ་ཡག་དེ་ཨ་ནི་དོ་བདག་གལ་ཆེ་ཡག་ཅིག་དེ་བཀའ་གནང་པ་ཞིག་ཨ་ནི་དྲན་གི་འདུག་ག་རེ་ཟེར་ན། ད་ང་ཚོ་ལ་ཡང་དེ། བཅའ་ཁྲིམས་དེ་ག་སར་མེད་ཁྲིམས་དཔོན་དང་ཨ་ནི་ཁྲིམས་ཁྲིམས་ཞིབ་ཁང་དེ་མེད་ན། ཨ་ནི་གང་ལྟར་དམངས་གཙོའི་རྐང་བབ་དེ་ཆགས་འཇོག་ཇི་ལྟར་རང་བྱས་ནས་ང་ཚོ་མི་མང་གི་བཞག་ཐུབ་ས་མ་རེད་དེ་ཡིན་དུས་ཚགས་དེ་ངེས་པར་དུ། ཁྲིམས་ཞིབ་ཁང་དང་ཁྲིམས་ཁང་དེ་ཨེ་ནི་ངེས་པར་དུ་ད་རེས་ཨེ་ནི་བཅའ་ཁྲིམས། བསྐྱར་བཅོས་ཟིན་བྲིས་ཚོགས་ཆུང་གི་སྙན་ཐོའི་ནང་ལ། ཡིན་གཅིག་མིན་གཅིག་ཐོས་འཁོད་དགོས་ཀྱི་ཡོད། བྱས་ཙང་ཨ་ནི་དེ་ང་ཚོ་ཇེ་མང་དར་རམ་ས་ལ་ལ་ཡང་དེ། གཞི་རིམ་མི་མང་རིམ་སྤོས་ཚོགས་ཆུང་གི་རིམ་སྤོས་ཆེ་ཁག་ལ་ཡར་ལྟས་གཅིག་སྡུད་ལྷན་ཁང་བཅའ་གི་རེད་འོ་དེ་དུས་སང་ང་ཚོ་དེ་གོ་གི་ཡོད་ཟེར་གྱིས་དེ་འདྲས་ཅིག་བཀའ་གནང་པ་ཅིག་དེ་འདྲས་གོ་སོང། ཨ་ནི་དེ་འདྲས་སོང་ཡིན་ཙང་ད་དེ་བཀའ་གནང་པ་དེ་དང་ཚང་མ་ལོག་བོད་དེ་ཅིག་ཁ་སོང་རེད་ད། ཁ་སང་སྨོན་ལམ་མཐར་ཕྱིན་ལགས་གསུངས་པའི་ཨ་ནི་བཀའ་སློབ་དེ་ནི་ཧ་རུ་ཅིག་ལས་བྱས་ད་གང་ཞིག་ད་དེ་ནི་ཐག་ཆོད་མེད་ན་ད་ག་འདྲས་བྱེད་གི་རེད། ཁྱེད་ད་དེ་མཚམས་མཚམས་དུས་ཙང་ག་རེ་ཟེར་ན་བསམ་བློ་གནང་ལ་དེ་འདྲས་ཅིག་ཁོམ་གི་འདུག་ཕྱིས་སུ་ངག་ནི། དངོས་གནས་དྲ་གནོད་དཀའ་ངལ་སོགས་ཡང་དོན་དག་ལ་ཡག་དེ་ཨ་ནི་གཅིག་གི་ག་སོགས་རེད་ད། སྤྱི་འཐུས་ཀྱི་ཚོགས་གཙོ་གི་ཐོག་ནས་དགོངས་པ་དེ་འདྲ་བཞེས་མེད་འགྲོ་སེམས་འདུག་ག་རེ་རེད་ཅེས་བཞེས་པ་ཡིན་ན། ཐོག་མར་དེ་ལ་སྤྱི་ཟླ་བརྒྱད་པའི་ནང་ལ་ཡག་དེ་སྤྱི་ཟླ་ལྔ་པའི་ཉིན་དོན་གཉིས་བསམ་བཞིན་ནང་ལ་ཡག་དེ་བཅའ་ཁྲིམས་བསྐྱར་བཅོས་ཟིན་རྗེས་ཚོགས་ཆུང་བཙུགས་གི་ཡིན་ཟེར་བྱས་དེ་འདྲའི་གསལ་བསྒྲགས་ཅིག་གནང་པ་ཅིག་གོ་སོང། ཨ་ནི་དེའི་མཇུག་ལ་ཡང་བསྐྱར་དུ་ཐོག་བརྒྱག་གས་བརྒྱག་ལ་སྤྱི་ཟླ་དགུ་པའི་ནང་ལ་ཡག་དེ་ད་ད་ལྟའི་འདི་གི་རྩ་ཁྲིམས་ཟིན་འགྲོའི་བསྐྱར་བཅོས་ཚོགས་ཆུང་མི་ལྔ་དེ་བཙུགས་ཀྱི་ཡོད་ཟེར་བྱས་སོང་དུས་ཚང་ཨ་ནི་དེ་ག་རེ་བྱས་ནས་ཨེ་ནི་འགྱུར་བ་བཏང་ནས་ཨེ་ནི་བྱས་པ་རེད་ཤོར་བཟོས་པ་རེད་མགྱོགས་པོ་བཟོས་པ་རེད། ད་དེ་དངོས་གནས་དྲ་སྦྲེལ་གྱི་བསམ་བློ་གཅིག་བཏང་བའི་སྒང་ལ་མི་མང་པོ་ཞིག་རྡ་རམ་ས་ལ་འཛོམས་ཡག་ཡིན་པ་དེ་ཁོང་ཚོས་ཧ་གོ་ཚོད་ཙང་དེ་གས་བསྐྱལ་ཚེ་མི་མང་ལ་དཀའ་ངལ་བཟོ་ཡ་རང་གི་ཆེད་དུ་མེད་འགྲོ་བསམ་པའི་དོགས་པ་རྣམ་རྟོག་ཞེ་བོ་ཅིག་ཐུགས་སེ་ཆུ་ཟ་བྱས་བསྡད་བཞག་ཡོད། ཨ་ནི་དེ་ག་འདྲས་ཡིན་མིན་དེ་ད་ལྟ་ཏག་ཏག་ཞུ་ཚོད་ཐུག་གི་མི་འདུག་ཐུགས་སེ་རེད་ཡིན་ནའི་ད་སྤྱི་བཏང་གི་སྤྱི་འཐུས་ལྷན་ཁང་གི་དགོངས་པ་བཞེས་སྟངས་དེ་སྤྱི་འཐུས་ལྷན་ཁང་ཞིག་དང་ད་ཆུ་རུབ་སྤྱི་འཐུས་སོགས་ཀྱི་དགོངས་པ་བཞེས་སྟངས་དེ་ད་མི་མང་ལ་མཐོང་ཆུང་བརྙན་གསོད་བྱས་པ་ནི་ལོ་བཅུ་གྲངས་ཀྱི་སྔོན་ནས་ད་དཀའ་ངལ་བཟོས་དང་མ་བཟོས་པ་ཞིག་སྡེ་བ་སྟོང་ཉུལ་ཞུས་པ་རེད། ཁྱོད་ནས་ད་གོ་ཁྱོད་ནས་རྩ་བ་ཉིད་ནས་མི་མང་ལ་བསམ་བློ་བཏང་གི་ཡོད་མ་རེད། ཨ་ནི་ད་རེས་ཅར་ལ་ཆགས་ཤིག་ན་ད་མི་ད་ག་རྩ་ཅིག་འཛོམས་པར་ཨ་ཚོས་ད་དོན་གྱི་ལྟ་གོ་རྒྱ་ཆེའི་མི་མང་ད་མི་མང་དེ་ག་ལ་དཀའ་ངལ་འཕྲད་པ་སོགས་དེ་འདྲའི་བསམ་བློ་ད་ཕར་བཞག་ནས་ད་མདོ་ཨ་ནི་ཁ་སང་ཁྱེད་གཉིས་ག་སོགས་རེད་པས་ད་ཞུ་གཏུག་གི་སྙན་ཞུ་ཕུལ་ག་ལ། མི་ཁ་ཤས་ཐེངས་མ་ཁ་ཤས་སྤྱི་འཐུས་ལྷན་ཁང་ལ་བཅར་རེ་དུས་ཁྱོད་ནས་བདག་སྤྲོད་བྱས་ཡོག་མ་རེད་ཟེར་དེ་འདྲ་གོ་སོང། ཨ་དུས་ཚོད་ཁ་སང་ཡིན་ད་ངན་པ་དངོས་གནས་ལང་ལ་ཤོར་ནས་བེད་མི་མང་ལ་མཐོང་ཆུང་བརྙས་བཟོས་རྡོག་རོལ་ཁོ་ན་བྱས་པ་དེ་ལང་ལ་ཤོར་ནས་དེ་དོག་སེ་བྱས་ཀྱི་འདུག་ཁྱེད་ད་ལྟ་ཆོས་ལུགས་སྤྱི་འཐུས་ཟེར་གི་འདི་ད་རྩ་བ་ཉིད་ནས་ད་རེས་ཀྱི་མ་གོ་ཅི་ད་ག་པར་ཐུག་གི་ཡོད་ནའི། ག་ད་ད་ཡག་ཉེས་ག་རེ་ཡོང་གི་ཡོད་ནའི། ད་གཏོར་མ་ཆུ་ལ་བཤམ་བྱ་རྒྱུ་ཁོ་ཐག་རེད་ག་ད་བག་མ་ཞིག་རྙང་མའི་རྒྱུན་ཆད་རེད་དེ་ཆོས་ལུགས་སྤྱི་འཐུས་དེ་ག་ཁྱེར་དུ་ཡོད་ན་རྙོག་དྲ་ཁོ་རང་ང་ལ་རྩ་བ་ཉིད་ནས་ཡོང་ཡག་ཡོང་མ་རེད་མེད་ཡག་རྒྱུ་མཚོན་ག་ར་ན་ད་མི་ང་ཡུན་རིང་པོ་ཅིག་སྟས་བི་ཚེ་ཞུ་ཀྱིན་འདོད་སོང་དངོས་མང་ག་ར་ཟེར་ན་ད་ཐེ་ཝན་བོད་སོག་ལས་ཁུངས་ཀྱི་ག་ད་འདྲེ་ལག་དེ་སྤྱི་འཐུས་ནང་བསྐྱངས་ནས་བཟུང་དེ་ཨ་ནི་དག་ན་ཤི་སྐྱིད་པ་ཅིག་གི་གི་སྤྱི་འཐུས་ཚོ་མང་པོ་ཅིག་གི་ད་ག་ད་མ་ད་རིམ་པ་ཐག་ཆག་བྱས་ནས་ད་ག་ད་ཨ། རིམ་པ་དག་ཅག་བྱས་ནས་ཨ་ནི་མི་མང་ལ་དཀའ་ངལ་བཟོས་ནས་སྟབས་མ་སྐྱིད་པ་བཟོས་ནས་ཁ་མཐའ་བདེ་བ་སྟུག་ངལ་དག་སྒྲུབ་མེད་པ་བྱེད་ཆ་དུས་ད་ལྟ་ཕ་ཐོག་ལ་ཐེབས་པར་ད་ཐ་མདོག་དུག་རུ་མ་གཏོགས་ཅི་ཡར་ཕྱིན་ཡོད་མ་རེད། ཨ་ནི་དངོས་གནས་དྲ་གནས་ཁྲིམས་འགལ་གྱི་ཐོག་ནས་ཁྲིམས་དཔོན་གསུམ་པོ་དེ་དེབ་གཅིག་ལ་པིས་པ་འདི་ཨ་ནི་ཧ་ལས་ཡག་གི་ད་ནག་ཉེས་ཆེན་པོའི་ལས་ཀ་དེ་རེད་དུས་ཡིན་ན་ཡང་ད་ད་མདོག་སྤོབས་པ་ཆེན་པོའི་ཐོག་ནས་བས་ཏེ། གང་བྱུང་མ་བྱུང་དཔེར་ན་སྤྱི་འཐུས་ནང་ལ་བཤད་བསྡད་དགོས་འདུག་དཔེ་ཆ་ཞིག་ན་ན། ད་ཁ་སང་སྔོན་མ་དེ་གོང་དཔེ་འདི་སེང་གེ་ཁོས་དེ་འདྲས་གཅིག་བཤད་སོང། དེ་རྩིས་དུས་གོང་མ་གི་ད་འདི་ཚོགས་འདུ་གོང་མའི་སྒང་ལ་རེད་ད་འདིར་དེ་མ་རེད། དེ་དུས་སང་ཅི་འདྲ་ག་དུས་ཡིན་ན་དེ་དུས་ག་རེ་བཤད་པ་རེད་ཅེས་ཞུས་པ་ཡིན་ན། ཨ་ནི། ད་མི་མང་ཚོགས་ཀྱི་ད་འདི་བསམ་ཚུལ་དེ་བཤད་གི་འདུག། ཨ་ནི་སྤྱི་འཐུས་ཁོས་དམངས་གཙོ་ཀ་བ་གསུམ་ནས་ཀ་བ་གཅིག་བཅག་པ་རེད་ཅེས་བཤད་ཀྱི་འདུག་ད། དེ་རྒྱ་བ་རོང་པོ་ཆེ་ལ་མཚན་ཤས་རེད་ད་བཤད་རྗེས་ཨ་ནི། དེ་འདྲ་བཤད་སོང་ཨ་ནི་ཡེ་ཤུ་ནོར་བུ་ལ་ག་རེ་མཚན་བཤད་ཡོང་གི་རེད་དེ། རྒྱལ་བ་ཡེ་ཤུ་ནོར་བུ་དངོས་གནས་དྲ་ནི་ག་སྐུ་ངལ་ཁྱད་དུ་བསགས་ནས་དམངས་གཙོ་ལ་མ་བསྒྱུར་ན་དེ་ནས་ཨ་ནི་དམངས་གཙོའི་ཀ་བ་གསུམ་དེ་ཆ་ཚང་སྔ་རྗེས་བོད་དེ་ཆ་ཚང་སྔ་རྗེས་བཙུགས་པ་ནང་ནས་ཨ་ནི་ཉིས་སྟོང་བཅུ་གཅིག་ལོ་ལ་ཡག་དེ་ཨ་ནི་སྤྱི་འཐུས་ཁ་སོ་ར་དང་མི་མང་འོས་འདེམས་བྱས་པའི་སྤྱི་འཐུས་སྲིད་སྐྱོང་ལ་ཡག་དེ་རྩིས་སྤྲོད་གནང་སོང་ང། དེ་ནས་རྩ་ཆེ་གེ་རྒྱལ་བ་རོན་པོ་ཆེ་གིས་ཨེ་ནི་སྐུ་ངལ་སྐྱོན་ནས་ཅི་གནང་འདུག་ཅང་གནང་ཅང་བཤད་པ་དེ་ཨེ་ནི་རྒྱལ་བ་རོན་པོ་ཆེ་གི་མཚན་ཤས་ཡོང་གི་རེད་ཟེར་ན་ག་རེ་སྲིད་གི་རེད་དེ། ཤ་ཟ་བལ་དེ་སྐད་ཆ་གང་ག་གི་ཕྱིན་ཅི་ཁོ་ལོག་བྱས་ཅི་མི་མང་ལ་མགོ་སྐོར་བཏང་ཡག་དང་དེ་འདྲས་ཀི་དཀྲོག་གཏམ་བཟོ་ཡག་ཁོ་རའི་སྐད་ཆ་དེ་བཤད་ཉེན་དེ་སྤྱི་འཐུས་ལྷན་ཁང་དེ་ཚོས་ལྷག་པར་དུ་ཆོས་ལུགས་སྤྱི་འཐུས་ཟེར་མཁན་རྒྱལ་དེ་རེད་ཤག་དེ་འདྲས་སོང་ད་ད་དངོས་གནས་གྲ་ནས་རྡོག་རྡོག་བཞུས་པ་ཡིན་ན་ང་ཚོ་དོན་གྱི་བདག་པོ་དངོས་གནས་གྲ་ནས་འཛམ་བུ་གླིང་གི་རྒྱལ་སྤྱིའི་ནང་ལེན་དོན་གྱི་བདག་པོ་རྒྱ་ཆེའི་མི་མང་རེད་བྱས་ཏེ་དམངས་གཙོའི་རྒྱལ་ཁབ་ཡོངས་སུ་རྫོགས་པའི་མི་མང་གི་བདེ་ཐབས་མི་མང་ལ་སྲུང་སྐྱོབ་བྱེད་ཡག་ལ་སོགས་པའི་ཐད་གང་ལྟར་ག་རེ་བྱེད་དགོས་ཡིན་ན་མི་མང་ལ་མཐུན་འབྲེལ་ཆེ་ཐག་བྱས་བྱས་བསྡད་ཀྱི་ཡོད་རེད་ད་ང་ཚོའི་འདས་ཆོས་ལུགས་སྤྱི་འཐུས་དེ་ག་རྒྱལ་དོན་མི་མང་ལ་སྡུག་པོ་དང་མི་མང་ལ་རྙོག་ར་བཤད་མི་མང་དོགས་ཚིག་དང་མཐོང་ཆུང་ཁྱད་གསོད་བྱས་ནས་བསྡད་ཀྱི་འདུག་ཆ་ད་ད་བེད་ཕྱིན་ཆུ་ཁོ་ལོག་གི་ང་ཚོའི་གནས་སྟངས་དེ་ཆགས་ཀྱི་འདུག་དེ་ཡིན་དུས་ད་ད་དོན་གྱི་བདག་པོ་དེ་དངོས་གནས་དྲ་གནས་ཀྱི་རྒྱ་ཆེའི་མི་མང་ཡིན་ན་ནི་ད་རྒྱ་ཆེའི་མི་མང་རེད་ཟེར་ཞིང་དོན་གྱི་བདག་པོ་རྒྱ་ཆེའི་མི་མང་རེད་ཟེར་ནས་ཆོས་ལུགས་སྤྱི་འཐུས་ཚོ་གི་དེ། གསུང་སྒུག་འདུག་ཁོ་ཚོ་བཤད་སྒུག་འདུག་དེ་མེད་ན་ནི་ང་ནི་ང་ཚོ་དོན་གྱི་ལྟ་བུ་ང་ཚོ་རྒྱ་ཆོས་མིན་པ་ང་ཚོ་ཡིན་ན་ཆོས་ལུགས་དེ་ག་རྒྱ་དེ་ཡིན་ཟེར་ལབ་ན་མི་འགྲིག་པ་གས་མི་འདུག་ག་ད་གལ་སྲིད་བཀའ་མོས་དེ་ཡོང་གི་ཡོད་ན་ཨ་ནི་ང་ཚོ་ལ་དེ་བ་སྡུག་སྔོན་བཤད་ས་མེད་པ་གས་མ་རེད། དཔེ་ཆ་ཞིག་ན་ད་ང་རང་ཚོ་དཔེ་ཆ་ཞིག་ན་འདི་ཕྱི་གཉིས་ཀྱི་སྐྱབས་གནས་རེད་འཛམ་གླིང་ཞི་བདེའི་སྡེ་དཔོན་ཆེན་པོ་སྤྱི་ནོར་ཁོང་ས་སྐྱབས་མགོན་ཡིད་བཞིན་ནོར་བུ་མཆོག་ཨ་ནི་བོད་མི་མང་གི་ད་བཙན་བདག་དང་བོད་མི་མང་གི་མཚོན་དོན་རྒྱལ་བ་ཡིད་བཞིན་ནོར་བུ་རེད་ཟེར་བཅའ་ཁྲིམས་ནང་ལ་གསལ་དུ་ཡོད་རེད། དེ་ཡིན་དུས་ཙང་ང་ཚོ་དེ་བ་སྡུག་བསྔལ་ཞུ་ས་མེད་པ་མ་རེད་ང་ཚོ་ལ་མགོན་སྐྱབས་ཡོད་པ་རེད་འདི་གཉིས་མགོན་སྐྱབས་གནང་ཉིན་ད་ལྟ་སྐུ་ཟི་བ་འཁྲུངས་ཉིན་རྡ་རམ་ས་ལར་བཞུགས་ཤག་དེ་སོང་ཡིན་ཙང་ད་ག་འདྲ་མ་འདྲ་ཅིག་ང་ཚོ་ལ་མགོན་སྐྱབས་མེད་གི་མ་རེད་ད་ཆ་ཚང་མི་མང་ཚོ་སེམས་ཤུགས་ཆག་དགོས་ཡག་གལ་ཡོད་མ་རེད་རྒྱ་བ་རོང་པ་ཞིག་སྐུ་ཟི་བ་སོང་བཞུགས་པའི་ཞུ་སྐུ་ལ་ང་ཚོ་ལ་དཀའ་ངལ་ག་འདྲས་ཅིག་ཡོང་གི་ཡོད་ནའི་ང་ཚོས་ད་ག་འདྲ་ཁ་བརྡས་ཁ་བརྡས་བཅག་ཡག་གི་ད་དུས་ཚོད་ལ་ཡག་དེ་ང་ཚོ་སླེབས་ཤག་དེ་ཡིན་དུས་ཙང་ཁ་བརྡས་བཅག་ཁུག་འདུག་ང་ད་དེ་རེད་མི་མང་ཚོགས་ཀྱི། གཅིག་དེ་རེད། ཨ་ནི་ད་ག་ན་ཤི་སྐྱུར་པ་གཅིག་དཔེར་ན། ད། དངོས་གནས་དྲ་གནས་ཀྱི་རེ་འབོད་ཞུ་ས་དེ་ད། རྒྱ་ནག་གཞུང་རེད། ད་ག་ན་ཤི་ཨ་རིའི་གཞུང་ཚབ་རེད་དུས་ཚོད་གང་བློ་ལ་ད། དངོས་གནས་དྲ་གནས་ཀྱི་སྙན་སང་ཞུ་ཡག་གམ་དུས་ཚོད་གླེང་བཞག། ང་ཚོའི་བོད་པའི་སྤྱི་ཚོགས་དེ་གནས་སྟངས་དེ་སྐྱང་པོ་རོ་པོ་ཞིག་མ་མང་གཙོ་མ་གནང་ནས་གསུང་དུས་དེ་གའི་ལུགས་རྒྱུད་དེ་གའི་ཆ་ཚང་བཤད་ན་ད་ད་ལྟ་སྤྱི་འཐུས་དེ་གས་བསྐྱལ་དུས་ཆོས་ལུགས་སྤྱི་འཐུས་དེ་གས་བསྐྱལ་དུས་གླེང་ནི། རྙོག་དྲ་འདུག་བྱས་ཆོག་ཟོས་སོ་བྱས་ཙང་ད་དོན་གྱི་ལྟ་སྐུ། ང་ཚོ་རྒྱ་ཆེའི་མི་མང་རེད་པས་ཡང་ན་ཆོས་ལུགས་གཅིག་སྡུད་དེ་གས་རེད་པས། ད་གང་ལྟར་དྲང་པོ་གཅིག་ཐང་གཅིག་རྒྱ་གར་གཞུང་ཡིན་ན་གསུང་རོགས་གནང་ཞལ་བསང་རོགས་གནང་ཨ་རི་གཞུང་ཡིན་ན་ཞལ་བསང་རོགས་གནང། ད་ག་ན་ཤི་སྐྱོད་པ་ཅིག་གིས་ད་ལྟ་འདས་ཕྱི་ཅན་ཁ་ནས་མང་པོ་ཅིག་ནས་དེ་བར་ལ་ཡར་དེ་རྒྱབ་སྐྱོར་གནང་ཉེ་ཕེ་ཡོད་ས་རེད། བ་དེ་ཚོ་ཚང་མ་ལོག་ལ་ད་སོ་སོ་ཅིག་གར་སོང་བར་འབྲེལ་བ་ཡོད་པའི་རྒྱལ་ཁབ་དམངས་གཙོའི་རྒྱལ་ཁབ་གང་ལ་ཇི་ཡོད་ཡིན་ན་ལ་ད་གར་བཞུགས་དགོས་ཡིན་ན་གར་གནས་ས་གནང་དགོས་ཡིན་ན། ད་རེས་འདིའི་ཐོག་ནས་ད་ག་འདྲ་ཐག་གཅོད་གནང་གཙང་མ་ཅིག་བཟོ་མ་ཐུབ་པ་ཡིན་ན། ད་སྐྱབས་བཅོལ་བོད་གཞུང་གི་སྒྲིག་འཛུགས་དེ་བེད་སྤྱོད་མགོ་རྟིང་སློག་ཡག་དང་སྐྱབས་བཅོལ་བོད་གཞུང་གི་སྒྲིག་འཛུགས་ཐེ་ཚད་པེ་ཚ་ཆག་ཡག་ཏེ་བརྒྱ་ཆ་བརྒྱ་ཐམ་པ་གཏན་འཁེལ་བསྡད་པར་གྱི་གནས་ཚུལ་ཅིག་རེད་ཤག་ད་རིམ་པ་ད་ཅག་གི་ད་ང་ཚོ་གནས་ཚུལ་བལྟས་ཏེ་ཉམས་ཞིབ་བྱེད་འོང་པའི་སྒང་ལ་དངོས་གནས་དྲ་འདྲ་སློབ་མ་ཀུན་གནས་ཚུལ་མང་པོ་ཡོང་གི་འདུག་དཔེ་ཆ་ཞིག་ན་སྤྱི་འཐུས་གྲོས་ཚོགས་ཚོགས་པའི་སྒང་ལ་ད་གཟིགས་ད་ཨ་ནི་གང་གཱའི་ཁྱིམ་ག་རེད་ད་གང་གི་ལོག་དཔེ་ན་སྤྱི་འཐུས་གྲོས་ཚོགས་ཚུགས་པའི་སྒང་ལ་ག་རེ་སྐད་ཆ་བཤད་གི་འདུག་ག་འདྲས་བྱེད་གི་འདུག།

དེ་འདྲའི་ཤེས་རྟགས་ལབ་བྱས་བསྡད་ནས་ད་ག་ཟླ་སྐྱོན་བརྗོད་ག་རེ་བྱེད་རྒྱུ་ཡིན་ན་དེ་གའི་སྐད་དེ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ལ་བྱེད་མ་ཐུབ་པ་བྱས་བྱས་བསྡད་འདུག་ག་ད་དེ་ཡས་སྟོབས་རྒྱག་གླ་ཡག་ག་དེ་ཡས་དུབ་སོག་རྒྱག་ཡག་གི་ཆ་གཞི་ཡིན་ས་རེད་དགོངས་རྫོགས་ཀྱི་དེ་ཡིན་དོན་ཙང་ད་ག་ཟླ་ཅིག་གི་བསམ་བློ་དམན་པ་བྱས་པས་ན་སྲིད་སྐྱོང་སྤེན་པ་ཚེ་རིང་ལས་སླ་བོ་སྐད་མ་རེད་དོན་གྱི་བདག་པོ་རྒྱ་ཆེའི་མི་མང་འོས་ཤོག་བླུག་དགོས་རེད་མི་ད་སྟོང་ཕྲག་ལྔ་བཅུ་ལྔ་བཅུ་ང་གྲངས་གཅིག་གིས་ད་འོས་ཤོག་ཐོན་འདོད་པ་མི་བྱེད་རེད་དངོས་གནས་དྲ་གནས་ལྟས་ཟ་ད་དུས་ཚོད་ལ་ཡི་བསམ་བློ་བཏང་དགོས་དགོས་ར་བ་ཆུ་རུབ་ཅིག་འདུག་རྫོགས་ཀྱི། ཨ་ཙི་ད་ཆ་ཁོང་ལ་མི་མང་གི་འོས་ཤོག་བླུགས་པར་བལྟ་མི་མང་གིས་རྒྱབ་རྩ་བྱས་ཤར་བའི་མི་ཕྱིར་བལྟ་ཐིམ་པར་བལྟ་ཁོ་ཚོས་རེ་བ་བརྒྱབ་ཤར་བ་དེར་བལྟ། དེ་ག་ཚད་ཅིག་གིས་བསམ་བློ་མེད་པ་བྱས་ཏེ་ད་བལྟ་ཁྱི་རུག་སྐྱ་བ་ནས་ཤི་བྱས་ད་རིག་ཁ་སང་ད་ག་རང་རྐང་ད་རིག་བྱས་བསྡད་ཤག་ད་ད་ལྟ་ཁྲིམས་དཔོན་དེ་སྟོབས་འཁྱོག་ཅིག་བློ་བར་བ་ཆེན་པོ་ཅིག་བྱས་པར་བ་ད་སྲིད་སྐྱོང་གམ་དེ་རིག་ཡོང་གི་འདུག་ད་དངོས་གནས་དྲ་གནས་ཀྱི་རྩ་བ་ཉིད་ནས་ད་ང་ཚོ་སྤྱི་ཚོགས་ཁོ་ར་སྦྱོང་ཡག་མི་འདུག་དེ་ཡིན་དུས་ད་ད་ག་རེ་ཡོང་གི་ཡོད་ནའི་ད་ཡ་ངས་ག་རེ་ཡོང་གི་ཡིན་ན་དང་པོ་དེ་ལ་ཆོས་ལུགས་གཅིག་སྡུད་དེ་རྩ་བ་ཉིད་ནས་མོ་ཁོག་ཅིག་ང་ཚོ་ཐག་གཅོད་གནང་དགོས་འདུག། དེ་མི་དམངས་ཚང་མ་ལ་དགོངས་པ་ལ་ཡག་པོ་བཞེས་རོགས་གནང་ད་ལྟ་ཕར་ཐོག་ལ་ལོ་བཅོ་བརྒྱུད་གཅིག་གི་རིང་ལ་སྡུག་པོ་གར་བཏེགས་ནས་རྙོག་དྲ་གར་བསླངས་ཡོད་མེད་དེ་ཚང་མ་ལ་དགོངས་པ་འཁྱེར་གསལ་རེད། དེ་ལྟར་དེ་ཡིན་དུས་རྫ་དར་རྩ་བ་ཉིད་ནས་བཟོས་ཐུབ་གི་མི་འདུག་བཟོས་མ་ཐུབ་པ་ཡིན་རྫ་དར་ངས་འགྲོ་སྡུད་ཀྱི་ཆ་ནས་སྐད་ཆ་ཞུ་གི་ཡོད། ཨ་ནི་ད་ག་ནང་བཞིན་བརྒྱུད་པ་གཅིག་གི་དཔེ་དང་ཁ་སང་འདི་གི། ཡང་བསྐྱར་སྤྱི་འཐུས་སྨོན་ལམ་མཐར་ཕྱིན་ལགས་གར་སོང་བའི་ཟེར་ན་ང་ཚོས་སྤྱི་འཐུས་ཚོགས་ཀྱིས་ཟེར། ཨ་ནི་སྤྱི་འཐུས་ལྷན་ཁང་ནང་ལ་ཡག་དེ་ཨ་ནི་ཁྲིམས་དཔོན་མོ་ཁོག་དང་ཨ་ནི་ཁྲིམས་ཞིབ་ཁང་མོ་ཁོག་དང་ཁྲིམས་ཁང་མོ་ཁོག་ཟེར་རྩ་ནས་ལབ་མེད་ཟེར་བྱས་དེ་འདྲའི་གསུངས་སོང་བ་དེ་འདྲའི་གི་ཞལ་འཛིན་གནང་ན་ཧམ་པ་རྒྱབ་མདའ་དཔེ་ར་བ་དང། དཔེ་ན་ད་གའི་ངེད་ཅག་མདའ་སྙིང་མདའ་སྙིང་གསོ་བོར་བ་ད་ད་འདྲའི་གྲོས་ཚོགས་འདི་གོང་མོ་འདི་གོང་འདི་གོང་ལ་ཡག་སྟེ་ས་སྐྱའི་སྤྱི་མཐུས་ག་རེ་ས་ར་ད་འདི་སློབ་དཔོན་ཐུབ་བསྟན་རྒྱལ་མཚན་ས་ར་བས་སློབ་དཔོན་ཡིན་ན་ད་གང་ད་མཁན་པོ་ཡིན་ན་ཐུབ་བསྟན་རྒྱལ་མཚན་ཟེར་གི་དེ་གི་ག་རེ་བཤད་སོང་ན་ཟེར་ན། གྲོས་ཚོགས་ར་བ་འདིའི་ནང་ལ་ཁྲིམས་དང་ཨ་ནི་ཁྲིམས་སྒྲིག་ད་ག་རེ་ཡི་གི་ན་གཅིག་གྲོས་གོ་གྲོས་ཚོགས། ར་བ་དེའི་ནང་སླེབས་ཡིན་ན་མཐའ་གཅིག་ཏུ་ངོ་རྒོལ་བྱེད་ཀྱི་ཡིན་ད་གསུངས་འདུག་དེ་གང་གཱའི་ཕྱི་གསལ་ནང་གསལ་རེད་དེ་ཡིན་གྱི་ཡིན་གྱི་ལ་དེ་འདྲའི་ཧམ་པ་སྐྱོན་ནི་ཨ་ནི་ང་ཚོའི་ལག་མེད་ས་ནི་དཔེ་རེད་བ་ད་དེ་འདྲའི་གི་ད་ག་ན་ཤི་མང་པོས་དེ་འདྲའི་ཟས་བཅད་ཁྲིམས་དཔོན་དང་མོ་ཁོག་སོགས་རྐུ་མ་ཆག་པར་ད་བདུད་ཚང་སྔོན་མའང་སྐད་ཆ་རེད་དེ་ད་དེ་འདྲའི་ཡིན་དུས་ད་ད་ག་ད་ཚང་མ་གློ་བུར་དང་པོ་དེ་ཐག་གཅོད་དེ་ཆོས་ལུགས་སྤྱི་འཐུས་དེ་རྩ་བ་ཉིད་ནས་མ་བསྐོ་བརྒྱུད་ད་ཕ་མ་ཤི་རྙང་མའི་གྱོན་ཆས་རེད་དེ་ག་སྐྱེ་དུ་ཡོད་ན་དེ་བ་སྐད་ཅིག་ཙམ་ཡང་ཡོང་ཡག་མི་འདུག་ང་ཚོར་ད་ད་དེ་ལས་ག་རེ་རེད་ཡོང་གི་ཡོད་ནའི་རེད་ད་བ་ད་ག་རེ་ཡོང་གི་ཡོད་ནའི། ཨོ་ད། གཏོར་མ་ཆུ་ལ་ཤམ་བྱ་རྒྱུ་ཁོ་ཐག་རོལ་བའི་རྟ། ཕྱག་ན་ཞོ་རེ་མ་ཤང་དར་རེར་རྟ་རྦད་དུ་ཕུལ་ནས་ད་ག་རང་གི་སྒང་ལ་དགའ་མགུ་ཤུགས་བསྐྱོན་རོགས་གནང་ཞེས་ང་མི་མང་འབོད་སྐུལ་ཞུ་ཡ་ད་ག་རང་ཡིན། ཨ་ནི་ད་རིང་ད། མདོར་བསྡུས་ཀྱི་ད་དེ་འདྲས་ཅིག་ཞུ་ཡ་ཡིན་ཨ་ནི་མང་པོ་ཞུ་གི་མེད། ཨ་ནི་ང་སྙན་བཟང་ཞུ་ཉེན་དེ། ང་མིང་ལ་ཕན་པོ་རྒྱལ་མཚན་ཡིན་ད་ལོ་ལོ་དགུ་བཅུ་ད་གོ་གཉིས་ལ་སླེབས་འགྲོ་གི་ཡོད་དགུ་བཅུ་གོ་གཉིས་སླེབས་འགྲོ་གི་ཡོད། ཡིན་ན་སེམས་ཁོ་བཟོད་གི་མི་འདུག་ད། ནས་འཁྱག་གི་མི་འདུག་དངོས་གནས་དྲ་གནས་ཡིན། སྤྱི་འཐུས་དེ་ཆོས་ལུགས་སྤྱི་འཐུས་དེ་ག་རྒྱལ་དུས་དུག་པོ་ཏང་ཏང་ཉིན་མོ་མ་བིན་ཤ་ཤ་ཉིན་མོ་ཁང་པ་ཤ་ཤ་ཉིན་མི་མང་ལ་ཁུང་ཁྲུང་བརྙས་བཟོས་བྱས་བྱས་ཉིན་མོ། དེ་སོང་ད་ད་དོན་གྱི་རྟ་ཕོ་རྒྱ་ཆེའི་མི་མང་རེད་རྒྱ་ཆེའི་མི་མང་ཚོ་མཛའ་གྲགས་དུས་ཚོད་འདི་འདྲའི་ཚིག་ལ་སླེབས་པའི་གང་ལྟ་གང་ག་ཧ་རུག་ཧོ་རུག་བྱས་ནས་དངོས་གནས་དྲ་གནས་མགོ་ཁྲིད་ཡིན་ནས་ཧྲ་ད་ད་འདུག་ད་ད་མི་མང་ལང་དགོས་ཡག་དུས་ཚོད་སླེབས་ཤག་བྱས་ཙང་མི་མང་ལང་རོགས་གནང། མཛའ་གྲགས་དུས་ཚོད་སླེབས་ཤག། ད་དེ་ང་ཞུ་འབོད་དེ་ཐེངས་མ་གཉིས་གསུམ་བྱས་ཚར་ཡིན་ད་ད་དུང་ད་ག་རང་ཡིན་ང་གཅིག་པོ་མ་རེད། བསམ་ཡོད་མི་ཚང་མ་ལོག་ཟིག་གི་འདུག་མི་མང་ལང་རོགས་གྱིས་ཞུས་ཁ་མི་མང་གཉིད་མ་ཁུག་ཟིག་ཁྱེད་ཚ་ཨེ་ནུ་ད་ག་རང་ཡིན་ཨེ་ནུ་ང་ཞིན་ཏག་ཞུ་ཡག་ཁ་ཁ་མེད་ཨེ་ནུ་ཚོ་ཆེ་ཆེ་ཚང་མ་ལོག་ལེ་ཡག་ཏེ་ཨེ་ནུ་བུ་ཆུ་ཞུགས་ཡོད་ཚོ་ཆེ་ཆེ་ཨ་ནི་ད་ལྟར་ད་རིང་ཞུ་ཉེན་དེ་ང་ཞུ་ཉེན་ད་རིང་དེ་སེ་བ་དེ་ག་རེ་སོན་ཉིས་སྟོང་ཉི་ཤུ་སོ་གསུམ་སྤྱི་ཟླ་དགུ་རེད་ད་རིང་ད་རིང་ཉི་ཤུ་རྩ་བརྒྱད་རེད་རྩ་གཉིས་ཡིན་པ་ཡོད་ཕལ་ཆེར་རྩ་བཞི་ཡིན་ན་རྩ་གཉིས་ཡིན་ན་དེ་འདྲ་ཡིན་ཨེ་ནུ་དེ་འདྲ་ཅིག་ལོག་ཞུ་གི་ཡོད་ཚོ་ཆེ་ཆེ།